ལྷན་གྱི་རྣམ་པ་སྐུ་ཁམས་བཟང། ཁྱེད་ནི་བས་ད་ལྟ་འཇིག་རྟེན་མིག་འབྱེད་ཀྱི་སྒྲ་དེབ་ལ་གསན་གནང་གི་ཡོད་པ་རེད། ང་ལུགས་སྟོན་པ་ཨ་ཆེན་བསྟན་འཛིན་ཐུབ་བསྟན་དེ་རིང་འདི་ནས་ཐང་སེ་ལ་མིག་གི་ས་བཅད་ཞེས་པ་དེ་ངས་ཉིན་བསྒྲིགས་ཞུ་གི་ཡིན། དེ་ཡིན་དུས་རྣམ་པ་ཚོར་ཐུགས་ཕན་གསོས་པའི་རེ་བ་ཞུ་གི་ཡོད་ཚང་མ་ལ་བཀྲ་ཤིས་བདེ་ལེགས། ས་བཅད་བཞི་པ། འོད་འབྱུང་ང། སྐྱེ་དཀའ་ཡུལ། དེ་ནས་ཤར་ལྷོའི་མཚམས་སུ། རི་དང་ཆུ་བོ་བརྒལ་ནས་རྒྱང་གྲགས་བདུན་བརྒྱ་ལྷག་ཕྱིན་པར་སྐྱེ་དཀའ་ཡུལ་ལོ། དེ་ཡི་མཐའ་སྐོར་དུ་ལེ་བར་ཁྲི་ཚོ་གཅིག་ལྷག་ཡོད་དོ། ཤར། བི་བྷ་མཛེས་ཆུ་ཀླུང་ལ་ཐུག་ཅིང་ནུབ་ཆུ་ཀླུང་སིནྡྷུ་ལ་རེག་པ། ལྟེ་བའི་ཁར་ཁོར་ཡུག་ཏུ་ལེ་བར་ཉི་ཤུ་ལྷག། ས་ཚ་ཞིང་དྲོད་ཤས་ཆེ་བས་འབྲས་སོགས་ཆུ་ཤིང་སྣ་ཚོགས་དང། གནས་འགྲོ་སོགས་བསྡེབས་སོ། གསེར་དངུལ་ཟངས་ལྕགས་འབྱུང་ངོ། མི་ཡི་རང་བཞིན་སྤྲོ་ཐོང་ལ། རྟ་བབས་ཆེ། སྲིན་བལ་གྱིས་གོས། ཕྱུག་པོའི་རིགས་ཀྱིས་ལོངས་སྤྱོད་ཅིང། རས་དང་ཐེར་མ་རྣམས་དམངས་དང་ཐུན་མོང་གིས་སྤྱོད་དོ། ནང་པ་ཆེས་དཀོན་ཞིང་ཕྱི་རོལ་པ་ཆེས་མང་ངོ། ནང་པའི་གཙུག་ལག་ཁང་བཅུ་ཙམ་དང་ཕྱི་པའི་ལྷ་ཁང་བརྒྱ་ཕྲག་དུ་མ་སྣང་ངོ། འབྱོར་ལྡན་རྣམས་ཀྱིས་མགོན་མེད་པ་དག་ལ། ཟས་དང་གོས་དང་སྨན་གྱི་སྦྱིན་པ་གཏོང་བའི་ཁང་པ་སོ་སོར་རྩིག་མང་ཞིང་ཆད་མེད་དུ་སྦྱིན་པའི་སྲོལ་ཚུགས་སྣང་ངོ། ཙཱ་ཀ་རའི་གྲོང་ཁྱེར་རྙིང་པ་ཞིག་དང་རིགས་ཆེན་རྒྱལ་པོ། གྲོང་ཁྱེར་ཆེན་པོའི་ལྷོ་ནུབ་ཏུ་རྒྱང་གྲགས་བཅུ་དང་བཞི་ལྔ་ཙམ་གྱི་སར་རྩ་ཀ་ར་ཡི་གྲོང་ཁྱེར་རྙིང་པའི་རྨང་གཞིའི་ཁོར་ཡུག་ཏུ། ལེ་བར་ཉི་ཤུ་ལྷག་པ་ལ། གྲོང་ཁྱེར་གསར་པ་ཁོར་ཡུག་ལེ་བར་དྲུག་བདུན་ཙམ། མིའི་ཁྱིམ་མང་ལ་སྦྱོར་བ། ལོ་བརྒྱ་ཕྲག་མང་པོའི་སྔ་རོལ། རྒྱལ་པོ་མ་ཧེ་ཀུ་ལ་གྲོང་ཁྱེར་འདིར་གནས་ཤིང་རྒྱ་གར་གྱི་ཡུལ་ཐམས་ཅད་དང་དབང་བསྒྱུར་བ་ཅིག་བྱུང་ཟེར་རོ། རྒྱལ་པོ་དེས་རང་ཉིད་ཆོས་དང་འཇིག་རྟེན་གཉིས་ཀར་མཁས་སྙམ་ནས་ལན་ཅིག་ཕྱོགས་ཐམས་ཅད་ལ་དྲིལ་བསྒྲགས་ནས་བཙུན་པ་མཁས་པའི་ཡུལ་དུ་ཕྱིན་པ་ཞིག་རྒྱལ་པོས་སླ་ཆོས་བྱའོ་ཞེས་བསྒྲགས་སོ། དེ་ལྟར་ཐོས་ཀྱང། སྐྱོན་ཡོད་པ་དག་རང་ཚོད་རང་ལ་ལྐོག་ཏུ་མ་གྱུར་པས་ཁས་ལེན་པ་མ་བྱུང་ངོ། རྒྱལ་པོའི་དབྱུག་རྙིང་པ་རབ་ཏུ་བྱུང་བ་ཞིག་ཡོད་པ་དེ་རྙེད་དགུར་འདོད་པས་བདག་རྒྱུག་གམ་ཅེས་སྨྲས་པ། རྒྱལ་པོས་ཐོས་ནས་རྒྱལ་པོའི་རྒྱ་གར་གྱི་ཡུལ་ཐམས་ཅད་ཀྱི་བཙུན་པ་ཟས་ཐམས་ཅད་གཡོག་ངས་འདི་དང་སུ་ཞིག་སྨོད་བྱེད་ཀྱི། མགོ་རིགས་འདི་ཚོས་ཅི་བྱེད་ཟེར་ཞིང་བཙུན་པ་ཡིན་ཚེ་ལུས་པ་མེད་པར་ཟད། དཀོན་མཆོག་གི་རྟེན་རྣམས་ཀྱང་བཤིག་ནས་བསྟན་པ་ལན་གཅིག་བསྣུབས་པར་བྱས་སོ། དུས་དེར་མ་ག་དཱའི་རྒྱལ་པོ་སྒྱུ་མའི་ཉི་མ་ཞེས་བྱ་བས་རང་ཚུགས་ཐུབ་པར་བྱས་ནས་མ་བཏུས་པས། མ་ཧེ་ཀུ་ལ་དེས་རིགས་ཆེན་པོ་ཞེས་བྱ་བའི་རྒྱལ་པོའི་མཐའ་བར་བརྩམས་པས་སྒྱུ་མའི་ཉི་མའི་བསམ་པ། བདག་སྤྱི་བོའི་ཕྱིར་དུ་སྐྱེ་བོ་མང་པོ་སྡུག་བསྔལ་བར་གྱུར་ན་ཇི་ལྟར་བཟོད་དོ། དེ་བས་བདག་གཅིག་པུ་སྤངས་ཤིང་འཁྱམས་པ་དགའ་སྙམ་སྟེ་གཅིག་པུར་ཕོ་བྲང་ནས་ཐོན་ཏེ་ཡུལ་རྒྱུས་མེད་དུ་འཁྱམས་པར་བརྩམས་པས་ཡུལ་མི་རྣམས་ཀྱིས་རྒྱལ་པོའི་བློ་མ་ཐོངས་པས་ཡུལ་མིས་མ་ལུས་པ་རྒྱལ་པོའི་རྗེས་སུ་འབྲང་ངོ། དེ་ནས་རྒྱལ་པོ་རིག་བྱེད་དམག་བརྒྱབ་ཀྱང་ཡུལ་མི་ཀུན་རིག་བྱེད་ལ་མི་དགའ་བས་རིག་བྱེད་ཕམ་པས་བཟུང་སྟེ། རྒྱལ་པོ་སྒྱུ་མའི་དྲུང་དུ་བློན་པོ་རྣམས་ཀྱིས་རིག་བྱེད་མདུན་དུ་ཁྲིད་བྱུང་བར། རིག་བྱེད་ཀྱིས། གདོང་གོས་ཀྱིས་ཐུབ་པའི་སྐབས་ནི་མི་ལྟ་བས། སྒྱུ་མའི་ཉི་མའི་གདོང་བ་མ་འགེབ་ཤེས་སྨྲས་ཀྱང་མི་ཉན་པས། ཁྲིམས་ལ་སྦྱོར་བར་བརྩམས་པ་ན། རིག་བྱེད་ཀྱིས་རེ་ཞིག་ཕྱིར་བསྟན་དང་ལེན་ཅིང་མཇལ་བར་འདོད་ཟེར་བས། སྒྱུ་མའི་ཉི་མའི་ཡུམ་གྱིས་ཐོས་སོ། རྒྱལ་པོ་སྒྱུ་མའི་ཉི་མས་རིག་བྱེད་ཡུམ་གྱི་ཕོ་བྲང་དུ་ཁྲིད་དེ་མཇལ་བཅུག་ཀྱང། གནམ་ས་བལྟ་བ་ལ་ངོ་གནོང་བརྩེར་ནས་གདོང་གཡོགས་གསལ་མ་འདོད་པས་ཡུམ་གྱིས་སྨྲས་པ། འཇིག་རྟེན་པ་མཐོ་དམན་དུ་གྱུར་པ་ཉེས་པ་མེད། གནོང་གིས་སྒྲིབ་པས་མི་སྙན་པའི་ཉེས་པ་མེད་དེ། འགྱོད་བཤགས་ཀྱིས་མི་རྟག་པའི་ལྟུང་བ་མེད་དོ། ཁྱོད་བདག་གི་བུ་དང་འདྲ། བདག་ཁྱོད་ཀྱི་མ་དང་འདྲ་བས་ཁྱོད་ཀྱི་ནོངས་པ་ཐམས་ཅད་བདག་ལ་མཐོལ་བཤགས་བྱོས་ཤིག། གདོང་གཡོགས་གསོལ་ཅིག་ཞེས་གསུངས་པས། རིགས་ཅན་གདོང་གཡོགས་སལ་དེ་བཏུད་ཅིང་ཕྱག་འཚལ་བ་ན། ཡུམ་གྱིས་དེ་ཡི་སེམས་གསོ་བའི་གཏམ་སྙན་པོས་དབུགས་ཕྱུང་ངོ། དེ་ནས་བུ་རྒྱལ་པོ་འགྱུར་མེད་ཉི་མ་ལ་སྨྲས་པ། རིགས་ཅན་གྱི་སྟོབས་བསྒྲིབས་ཀྱང་ད་དུང་བསོད་ནམས་ཀྱི་འཕྲོ་ལོ་བཅུ་གསུམ་གྱི་བར་གཅོད་པའི་སྐལ་བ་ཡོད་པས་གནས་ཡུལ་འདྲེན་ཞིག་ཏུ་བཙལ་བས་ཀྱང་ཆོག་གསུངས་པ་ལྟར། འབངས་སྡེ་ཆུང་ངུ་ཞིག་གིས། སྡེ་དཔོན་གྱིས་བཀུར་སྟི་བཏབ་སྟེ་ཡུམ་རང་གི་བུ་མོ་གཞོན་ནུ་མ་བག་མར་བྱིན་ཏེ་ཁོ་རང་གི་མངའ་འོག་གི་མིའི་ལྷག་ལུས་རྣམས་དང་ལྷན་དུ་རྒྱ་མཚོའི་ནང་གི་གླིང་ལགས་ཤིག་ཏུ་དབང་བར་བྱས་ཏེ་དྲིན་གྱིས་བསྐྱངས་སོ། རིགས་ཅན་གྱི་ནུ་བོའི་ཕུ་བོ་དང་བྲལ་བ་ན་དམག་ཉུང་ཤས་ཤིག་ཁྲིད་དེ་ཇག་དཔོན་བྱེད་ཅིང་ཁ་ཆེར་བྲོས་པས་ཁ་ཆེ་རྒྱལ་པོའི་ས་གཞི་དང་ཁང་པ་སོགས་བརྣངས་ཏེ་བདག་རྐྱེན་དགའ་མོ་སྤྲད་ཀྱང། ཁོ་རེའི་གཡོག་པོ་མཐུ་རྩལ་ཆེ་བ་ཞིག་ངོ་བསློགས་ཏེ་ཁ་ཕྱེ་རྒྱལ་པོར་བསྐུམས་ཏེ་རང་ཉིད་རྒྱལ་པོར་གྱུར་ཏོ། རིམ་གྱིས་ནུབ་ཕྱོགས་སུ་གཡུལ་བཤམས་ཏེ་གཡུལ་གཱནྡ་ར་བཅོམ། གཡུལ་དེའི་རྒྱལ་རིགས་དང་མི་ཆེན་གཟེར་ཚད་བསད། མཆོད་རྟེན་དང་གཙུག་ལག་ཁང་བཅས་སྟོང་དྲུག་བརྒྱ་ཞིག། མི་གྲངས་ས་ཡ་དགུ་ཙམ་ལུས་པ་དག་གསོད་པར་བརྩམས་པ་ན། ཁོ་རེའི་སློབ་དཔོན་ཆེན་པོ་གྱུར་པ་རྣམས་ཀྱིས་བཀག་ཀྱང་མ་ཉན་པར་བསད་པ་དང། རང་ཆིབས་ཀྱི་རུས་སྲིན་དུ་རླུང་དུ་མི་ཤོང་བར་བྱས་ཤིང་མི་བསད་ལ་ཁྱད་དུ་བཏང་ངོ། མི་རིང་བར་འདི་རྒྱལ་དེས་ཤིའོ། ཤི་བའི་ཉི་མར་སྣམ་མཐིལ་པ་དང་གཡོ་བ་དང། རླུང་ཁྲག་ལྡང་ཞིང་དྲག་ཆར་བབས་པ་སོགས་ལྟས་ངན་སྣ་ཚོགས་འབྱུང་ཞིང་སྐྱེས་བུ་དམ་པ་རྣམས་ཀྱང་ལས་ཀྱི་རྣམ་སྨིན་དྲན་ཞིང་ཤུགས་རིང་ཁོ་ན་འདོན་པ་འབྱུང་ཟེར་རོ། རྩ་ཀ་ར་ཡི་གྲོང་རྙིང་ནང་དུ་གཙུག་ལག་ཁང་གཅིག་ལ་དགེ་འདུན་བརྒྱ་ལྷག་ཙམ་ཉིན་ཐུན་སྦྲེལ་བ་ཁོ་ན་གནས་སོ། སློབ་དཔོན་དབྱིག་གཉེན་དང་དེ་མིན་གྱི་རྗེས་ཤུལ། སྔོན་སློབ་དཔོན་དབྱིག་གཉེན་གྱིས་རྒྱལ་པོས་དོན་དམ་བདེན་པ་བསྟན་པའི་མདོ་འགྲེལ་མཛད་པའི་གནས་ཡིན་ཟེར་བ་སྣང་ངོ། དེ་ཡི་ལུགས་སུ་མཆོད་རྟེན་དཔངས་སུ་ཁྲུ་ཉིས་བརྒྱ་ལྷག་ཡོད་པ་སྡེ་པའི་སངས་རྒྱས་རྣམ་བཞིས་བཞུགས་པ་དང། ཆགས་པའི་སྤྱོད་ལམ་མཛེས་པའི་གནས་ཡིན་ཟེར་རོ། དེའི་ནུབ་བྱང་མཚམས་སུ་རྒྱང་གྲགས་ལྔ་དྲུག་ཙམ་ན་མཆོད་རྟེན་བསིལ་ཚེ་གོང་བརྩམས་པ་རྒྱལ་པོ་མྱ་ངན་མེད་ཀྱིས་བཞེངས་པ་འདས་པའི་སངས་རྒྱས་རྣམ་བཞི་ཆོས་གསུངས་པའི་གནས་སོ། རྩ་ར་ཀ་ཡི་གྲོང་ཁྱེར་གསར་པའི་བྱང་ཤར་ཕྱོགས་སུ་རྒྱང་གྲགས་བཅུ་ཙམ་ན་སྔོན་བདག་ཅག་གི་སྟོན་པའི་གྲོང་བསྒྱུར་བར་མཛད་དེ་བྱང་ཕྱོགས་སུ་ཕེབས་པའི་ས་མཚམས་ཏེ། དེར་མཆོད་རྟེན་གྱི་དཔངས་ཚེ་གོང་དང་མཚུངས་པར་དཀར་ཆ་ནི། རིང་བསྲེལ་མང་པོ་བཞུགས་ཟེར་བ་རྒྱལ་པོ་མྱ་ངན་མེད་ཀྱིས་བཞེངས་པ་གསོ་སྦྱོང་གི་ཉིན་སོགས་དུས་བཟང་ལ་འོད་འཕྲོ་བ་ཡོད་དོ། ཙི་ན་བུ་ཏྲའི་ཡུལ། དེ་ནི་ཤར་ཕྱོགས་སུ་རྒྱང་གྲགས་ལྔ་བརྒྱ་ལྷག་ཕྱིན་པ་ན་ཙི་ནའི་བུ་ཏྲ་སྟེ། རྒྱ་ནག་གི་བུ་ཡི་ཡུལ། དེ་ཡི་མཐའ་འཁོར་ལེ་བར་ཉིས་སྟོང་ལྷག་པའི་གཞུང་མཁར་ཁོར་ཡུག་ཏུ། ལེ་བར་བཅུ། རྩ་ཤེས་ལྔ་ལུང་པ་ས་གཞིའི་ཤིང་པ་འབྲུ་དང་ཤིང་ཏོག་གི་རིགས། ཆེས་མང་བ། གནམ་བདེ་བསིལ་དྲོད་སྙོམས་པ། མིའི་རང་བཞིན་འཇམ་ལ། དར་མ་ཕྱི་ནང་གི་ཆོས་འབྲེལ་སྔར་གནས་པ། གཙུག་ལག་ཁང་བཅུ་དང་ཕྱི་རོལ་པའི་ལྷ་ཁང་བརྒྱད་ཡོད་དོ། རྩིས་སྣ་བུ་དྲེའི་ཡུལ་མིང་ཡོངས་ཚུལ་སྐོར། དེ་སྔོན་རྒྱལ་པོ་ཀ་ནི་ཤཀས་ལུལ་ཕལ་ཆེར་ལ་དབང་བའི་དུས། རྒྱ་ནག་རྒྱལ་པོ་གཅིག་གིས་བུ་རྟ་མར་བརྫངས་པ། ཀ་ནི་ཤཀས་བདག་རྐྱེན་ཚད་མེད་བྱས་ཤིང། དུས་བཞི་དང་བསྟུན་པའི་གནས་གཞི་སོ་སོར་སྡོད་དུ་འཇུག་པའི་ནང་གི་རྒྱུན་གྱི་སྡོད་གནས་ཡིན་ནོ། རྒྱ་གར་དུ་ལོ་གསུམ་ཁམ་བུ་དང་ཅུ་ལི་མེད་པས། དེ་གཉིས་ཀྱི་སྒྲུབ་པོ་རྒྱ་ནག་ནས་ཁྱེར་ཏེ་བཏབ་པའི་འབྲས་བུ་རིམ་པར་འཕེལ་བ་ལས། ལོ་གསུམ་ཁམ་བུའི་མིང་ལ་རྩིས་གནས་མི་དེ་རྒྱ་ནག་ནས་བྱུང་བ་ཟེར། ཙུ་ལི་ལ་ཙི་ན་ར་ཛ་པུ་ཏི་ར་དེ་རྒྱ་ནག་རྒྱལ་པོའི་བུ་ཞེས་འབོད་པའོ། རྒྱུ་མཚན་དེས་ཡུལ་དེའི་མི་རྣམས་ཀྱིས་རྒྱ་ནག་གི་མི་ལ་ཤིན་ཏུ་མཛའ་ཞིང་ཁྲེ་ཚོ་ཕན་ཚུན་ལག་པ་ནས་འཛིན་པ་ངེད་ཚོའི་ཡུལ་རྙིང་གི་མི་ཞེས་ཟེར་རོ། མས་བཏང་བའི་ནང་ཞེས་བྱ་བའི་གཙུག་ལག་ཁང་དང། སློབ་དཔོན་བཀའ་གཏད་བུ་ཡི་རྗེས་ཤུལ། གྲོང་ཁྱེར་དེའི་ཤར་ལྷོའི་མཚམས་ན་རྒྱང་གྲགས་ལྔ་བརྒྱ་ཙམ་གྱི་སར། འདབ་མ་སུ་བ་ན་དེ་མེ་བཏང་བའི་ནགས་ཞེས་བྱ་བའི་གཙུག་ལག་ཁང་ན། ཐམས་ཅད་ཡོད་སྨྲ་བའི་སྡེ་པའི་དགེ་འདུན་སུམ་བརྒྱ་ལྷག་གནས་པ། སྤྱོད་ལམ་ཤིན་ཏུ་གཙང་བ་ཁོ་ན་གནས་སོ། བསྐལ་པ་བཟང་པོའི་སངས་རྒྱས་ཀུན་གྱི་གནས་དེར་ཟབ་མོའི་ཚུལ་གྱིས་ཆོས་རྣམས་གསུངས་སོ། གསུང་ངོ། གསུང་བར་འགྱུར་རོ། ཟེར་ལ། བདག་ཅག་གི་སྟོན་པ་མྱ་ངན་ལས་འདས་པའི་འོག་ཏུ་ལོ་སུམ་བརྒྱ་ཙམ་ན། འདིར་སློབ་དཔོན་བཀའ་གཏེར་བུ་ཞེས་བྱ་བས་གནས་དེར་སྟོན་བྱེད་ཤེས་རབ་བསྐལ་པ་ཞེས་བྱ་བ་མཛད་ཟེར་རོ། དགོན་པའི་ལུགས་སུ་ཨ་ཤོ་ཀའི་ཞིང་པའི་མཆོད་རྟེན་དཔངས་ཚོ་ཁྲུ་ཉིས་བརྒྱ་ལྷག་པ། དེ་ཡི་ལོགས་ན་སྡེ་པའི་སངས་རྒྱས་བཞི་ཡི་བཞུགས་ཁྲི་དང་ཞབས་ཀྱི་བྱང་པའི་སར་མཆོད་རྟེན་ཆུང་ངུ་དང་རྡོ་ཁང་ཆུང་ངུ་བགྲངས་པས་མི་ལོངས་པ་ཡོད་པ་ནི་བསྐལ་པ་དང་པོ་ནས་རིམ་པར་གཤེགས་བཞུགས་མཛད་པའི་སངས་རྒྱས་དང་རང་རྒྱལ་འཕགས་པ་རྣམས་ཀྱི་ལྕགས་ཤུལ་དེ་ད་དུང་ཡང་ཚེམས་དང་སྐུ་དུམ་གྱི་ཚལ་བུ་འགའ་ཞིག་ཏུ་སྣང་ངོ། དེ་ཡི་རི་བོ་ཁོར་ཡུག་ཏུ་རྒྱང་གྲགས་ཉི་ཤུ་ལྷག་ཙམ་གྱི་ཁོངས་སུ་གཙུག་ལག་ཁང་དང་མཆོད་རྟེན་ཆུང་ཆུང་མང་བོ་གཅིག་གི་དྲི་མས་གཅིག་ནོན་པས་ཕན་ཚུན་དུ་འབྲེལ་བ། Zalanda རས་ཡུལ། དེ་ནས་བྱང་ཤར་མཚམས་སུ་རྒྱང་གྲགས་བཞི་ཅུ་ལྔ་ཅུ་ཙམ་ཕྱིན་པ་ན Zalanda རས་ཡུལ་དེའི་ཤར་ནུབ་ལེ་བར་སྟོང་ཕྲག་ལོ་བྱང་རྒྱང་གྲགས་བརྒྱད་བརྒྱ་ཡོད་དོ། གཞུང་མཁར་ཆེན་པོ་ནི་ཁོར་ཡུག་ཏུ་ལེ་བར་བཅུ་དང་གཉིས་གསུམ་ཡོད་དོ། ནམ་དུས་སིལ་དྲོད་སྙོམས་ཤིང་ཅུང་དྲོད་ཤས་ཆེ་བས་ས་ཞིང་གི་ར་བ་དང་ནགས་ཚལ་གྱི་གཏམས་པ། འབྲས་དཀར་སེར་དམར་གསུམ་དང་གྲོ་ནས་དེབ་ཤིང་མེ་ཏོག་གི་རིགས་ཀྱང་མང་པོ་སྣང་ངོ། མི་ཡི་བྱད་གཟུགས་མི་སྡུག་པ། དཔའ་རྩལ་དང་ལྡན་པ། སྤྱོད་པ་གཙང་ཞིང་ཁྱིམ་པ་ཕལ་ཆེར་ཕྱུག་པ། གཙུག་ལག་ཁང་ལྔ་བཅུ་ལྷག་ལ་དགེ་འདུན་ཉིས་སྟོང་ལྷག་ཙམ་གྱི་ཐེག་པ་ཆེ་ཆུང་གཉིས་ཀ་ལ་སློབ་བཞིན་པ། ཕྱི་རོལ་པའི་ལྷ་ཁང་གསུམ་ལ་མུ་སྟེགས་པ་ལྔ་བརྒྱ་ཙམ་གནས་པ་ཐམས་ཅད་དབང་ཕྱུག་པ་ཐལ་བ་བྱུགས་པ་ཁོ་ནའོ། ཡུལ་འདིའི་བདག་པོ་རྣམས་ནི་ཕྱི་རོལ་པ་ལ་མོས་པ་ལ། ཕྱིའི་དགྲ་བཅོམ་པ་ཞིག་དང་སྦྱར་ནས་བདེན་པ་མཐོང་ངོ། དེ་ནས་བཟུང་ནང་པའི་ཆོས་ལ་མཆོག་ཏུ་བཀུར་ཞིང་ཡུལ་གཞན་དག་ཀྱང་དེ་ལ་རྗེས་སུ་ཡི་རང་བ་དང་ལུས་འབྲེལ་བྱེད་དོ། དེར་གནས་ཀྱི་བཙུན་པ་རྣམས་ཁྲིམས་ལུགས་དམ་མོ། ཀུ་རུ་ཏའི་ཡུལ། དེ་ནས་བྱང་ཤར་མཚམས་སུ་ལམ་ཤིན་ཏུ་བགྲོད་དཀའ་བ། སྣང་གཤོང་དང་རྒྱ་སྒྱུ་མང་བ། གྱང་གྲགས་བདུན་བརྒྱ་ཙམ་ཕྱིན་པ་ན་ཀུ་རུ་ཏའི་ཡུལ། དེའི་མཐའ་སྐོར་དུ་ལེ་བར་སུམ་སྟོང་ཙམ་མོ། ལྟེ་བའི་མཁར་ཆེན་པོ་ནི་འཁོར་རྒྱུག་ཏུ་གྱང་གྲགས་བཅུ་དང་བཞི་ལྔ་ཙམ། ས་གཤིན་པ། འབྲས་སྣ་གསུམ་སོགས་ཀྱི་ཞིང་འདེབས་ཤིང། དུས་བཞིའི་སོ་སོའི་མེ་ཏོག་དང་ཤིང་འབྲས་མི་དཀོན་པ། སྨན་གྱི་རིགས་རྣམ་པ་སྣ་ཚོགས་འབྱུང་བ། གསེར་དངུལ་ཟངས་མུ་ཏིག་དམར་པོ་སོགས་འབྱུང་ངོ། མི་ཡི་རང་བཞིན་མི་སྲུན་པ། གྱོང་བ། དཔའ་རྩལ་ཆེ་བ། ནུས་སྟོབས་ཅན་དག་ལ། རབ་ཏུ་གཙུག་ལག་ཁང་ཉི་ཤུ་ལྷག་ཙམ་ལ་འདོམས་པའི། དགེ་འདུན་སྟོང་ལྷག་ཙམ་གནས་པ། གཙོ་བོ་ཐེག་ཆེན་དང། ཞར་ལ་ཐེག་དམན་སློབ་པར་བྱེད་དོ། ཕྱི་རོལ་པའི་ལྷ་ཁང་བཅོ་ལྔ་ལ། ཕྱི་རོལ་པ་སྣ་ཚོགས་པར་གནས་སོ། ཤིན་ཏུ་བགྲོད་དཀའ་བའི་གནས་ལ་བརྟེན་ཏེ། འདུག་མའི་རྡོ་ཁང་ཡང་མང་པོ་ཡོད་དོ། ཡུལ་གྱི་ནང་ནས་རྒྱལ་པོ་ཨ་ཤོ་ཀས་བཞེངས་པའི་མཆོད་རྟེན་རྣམས་ཀྱང་སྣང་ངོ། སྟོན་པ་འཚོ་ཞིང་གཤེགས་པའི་དུས་དེར་བྱོན་ཟེར་རོ། དེ་ནས་བྱང་ཕྱོགས་སུ། དེ་ལས་ཀྱང་ཤིན་ཏུ་བགྲོད་དཀའ་བ། རྒྱང་གྲགས་སྟོང་དང། བརྒྱ་ཕྲག་བརྒྱད་དགུ་ཙམ་སོང་བ་ན། རཱ་ཧུ་ལའི་ཡུལ་ལོ། འདི་ཡི་སྣང་གཞུང་མཐོ་དམན་ས་དག་ནི་ལོག་གསུམ་ལོགས་སུ་ཡོད་པས་ཡུལ་སྔ་མ་དག་ལས་ཀྱང་ཆེས་བགྲོད་དཀའ་བའོ། ཤ་དག་ཏུར་ཡི་ཡུལ། དེ་ནས་བྱང་ཕྱོགས་སུ་རྒྱང་གྲགས་ཉིས་སྟོང་ཙམ་ཕྱིན་པ་ན། མོ་ར་སའི་ཡུལ་དང། སམྦ་ཧའི་ཡུལ་ཀྱང་ཟེར་རོ། ཀུ་རུ་ཏའི་ཡུལ་ནས་ལྷོ་ཕྱོགས་སུ་རྒྱང་གྲགས་བདུན་བརྒྱ་ཙམ་ཕྱིན་པ་ན་རི་ཆེན་པོ་འཛེགས། ཆུ་ཀླུང་ཆེན་པོ་བརྒལ་ཏེ་ཤ་ཏཱ་ཏུ་ཡུལ་དུ་སླེབས་སོ། ཡུལ་ཤ་ཏཱ་ཏུ་ཡི་མཐའ་སྐོར་དུ་ལེ་བར་ཉིས་སྟོང་ལྷག། གཞུང་མཁར་ཆེ་བ་ནི་ཁོར་ཡུག་ཏུ་བཅུ་ཕྲག་གཅིག་དང། བདུན་བརྒྱད་ཙམ། དྲོད་མང་གཉན་མང་ཆེ་ཆུང་སོགས་ཞིང་སྣ་མང་པོ་འདེབས་པ། ཤིང་ཏོག་མེ་ཏོག་གི་རིགས་ཀྱང་མང་བ་གསེར་དངུལ་མུ་ཏིག་འབྱུང་ངོ། རྣམས་དུད་འགྲོས་དང་ཤེར་ཕྱིན་ཆེ་བ། མིའི་རང་བཞིན་འཇམ་ལ་རྗེས་མཐུན་ཆེ་བ་དཀོན་མཆོག་ལ་དད་པ། རྒྱལ་པོའི་གྲོང་ཁྱེར་གྱི་ནང་ན་གཙུག་ལག་ཁང་བཅུ་ཕྲག་ཡོད་ཀྱང་ཕལ་ཆེར་རྙིང་ཞིང་འགོག་པ་དགེ་འདུན་ཤིན་ཏུ་ཉུང་ངོ། གྲོང་ཁྱེར་གྱི་ཤར་ལྷོའི་མཚམས་སུ་རྒྱང་གྲགས་གསུམ་བཞི་ཙམ་ན་རྒྱལ་པོ་ཨ་ཤོ་ཀས་བཞེངས་པའི་མཆོད་རྟེན་མཐོ་ཚད་ཁྲུ་ཉིས་བརྒྱ་ལྷག་པ། ལོགས་སུ། རྡའི་སངས་རྒྱས་བཞིའི་བཞུགས་ཁྲི་ཤུལ་ལྡན་རྣམས་ཡོད་དོ། སཱ་རི་ཡ་ཏྲའི་ཡུལ། དེ་ནས་ལྷོ་ནུབ་མཚམས་སུ་རྒྱང་གྲགས་བརྒྱད་བརྒྱ་ལྷག་ཕྱིན་པ་ན་སཱ་རི་ཡ་ཏྲའི་ཡུལ། དེ་ཡི་མཐའ་གྲུ་ལེ་བར་སུམ་སྟོང་ལྷག་ཙམ། དབུས་ཀྱི་མཁར་ཆེན་པོ་ནི་ཁོར་ཡུག་ཏུ་ལེ་བར་བཅུ་དང་བཞི་ལྔ་ཡོད་པ། ནམ་དུས་དྲོད་ལ་གཤེར་ཆེ་བ། དྲོད་མ་བཏབ་ནས་ཟླ་བ་གཉིས་ཙམ་ན་སྨིན་པ་ཡོད་དོ། འབྲས་དང་གྲོ་ཡང་དེ་དང་མཚུངས་པ་ཡོད་དོ། ནོར་ལུག་སོགས་ཕྱུགས་རིགས་མོད་པ། བཟའ་ཤིང་དང་མེ་ཏོག་སྣ་ཚོགས་པ་འཁྲུངས་པས། གཞིའི་བརླན་གཤེར་ཆེ་བ། མི་ཡི་རང་བཞིན་ནི་དཔའ་བ་དང། རྩལ་པོ་ཆེ་ལ་ཕོ་རབས་སུ་བརྩི་བ། རྒྱལ་པོ་ནི་བུ་བཙའི་རིགས་དཔའ་ཞིང་རྟུལ་ཕོད་པ་ཁོ་ན་མཆོག་ཏུ་འཛིན་ཞིང། རིགས་གནས་གཞན་ལ་བརྩི་ཆུང་བ། ཕྱི་རོལ་པ་བླ་མར་འཛིན་པ། གཙུག་ལག་ཁང། རྒྱའི་ཚང་བ་ཞིག་རལ་དུ་སོང་བ། དགེ་འདུན་འགས་དེ་ཤིན་ཏུ་ཉུང་བ། ཐེག་ཆུང་ཁོ་ན་སྤྱོད་དོ། ཕྱི་རོལ་པའི་དགོན་སྡེ་བཅུ་ལྷག་ཡོད་པར་ཕྱི་རོལ་པ་གཅིག་སྟོང་ལྷག་གནས་སོ། མ་ཐུ་རའི་ཡུལ། དེ་ནས་ཤར་ཕྱོགས་སུ་རྒྱང་གྲགས་ལྔ་བརྒྱ་ཕྱིན་པ་ན་མ་ཐུ་རའི་ཡུལ་བཅོམ་བརླག་གི་ཡུལ་མཐའ་དྲུག་ལི་ཝར་ལྔ་སྟོང་ཙམ། མཐིལ་ཁར་ནི་ཁོར་ཡུག་ཏུ་རྒྱང་གྲགས་ནི་ཉི་ཤུ་ལྷག། ས་ཞིང་ལ་ཤིང་སྣ་ཚོགས་འདེབས་སོ། ལྷག་པར་ཨ་མའི་ཤིང་སྨིན་པས་ར་བ་ཕལ་ཆེར་ཤིང་དེ་ཡི་ནགས་ཚལ་གྱིས་གཏམས་པ། ཨམ་ར་ཞེས་པ་འདྲ་སྐུ་སྟེ་རིགས་གཉིས་ཡོད་པ་ཁྱད་ཆོས་གཉིས་ལས་ཆུང་བ་ནི་སྐྱེ་བ་ན་ཁ་དོག་སྔོན་པོ་སྨིན་པ་ན་སེར་པོར་འགྱུར་རོ། ཆེ་བ་ནི་སྨིན་པ་ན་ཡང་སྔོན་པོར་གནས་པ་སྟེ་རིགས་གཉིས་སོ། ནམ་དུས་དྲོད་ཤས་ཆེ་བ། མི་ཡི་རང་གཤིས་འཇམ་ལ། སུན་པ། རྣམ་དཀར་ལ་དགའ་བ། ལས་འབྲས་ལ་གཙིགས་སུ་ཆེ་ཞིང་སྟོན་ཅན་ལ་བཀུར་བ། གཙུག་ལག་ཁང་ཉི་ཤུ་སྐོར་ལ། དགེ་འདུན་ཁྱོན་བསྡོམས་ཉིས་སྟོང་ཙམ་གནས་ཏེ། ཐེག་པ་ཆེ་ཆུང་སྤེལ་མར་སྤྱོད་པ། ཕྱི་རོལ་པའི་ལྷ་ཁང་ལྔ་ལ་ཕྱི་རོལ་པ་སྣ་ཚོགས་སྦྲེལ་མར་གནས་པའོ། སྟོན་པ་འཁོར་བཅས་ཀྱི་རྗེས་ཤུལ། ཡུལ་དེར་མཆོད་རྟེན་ཆེན་པོ་གསུམ་ཡོད་པ་ཐམས་ཅད་རྒྱལ་པོ་མྱ་ངན་མེད་ཀྱིས་བཞེངས་པ། ལོགས་ན་བདེ་གསང་བཞི་ཡི་ཞབས་ཀྱི་ལྕགས་ཤུལ་དང། ལྷག་པར་བདག་ཅག་གི་སྟོན་པ་འཁོར་བཅས་ཀྱི་ཤུལ་ལྕགས་ཤིན་ཏུ་མང་བ། ཤཱ་རིའི་བུ་དང་མོ་འགལ་གྱི་བུ་དང། བྱམས་མའི་བུ་དང། འཕགས་པ་ཉེ་བར་འཁོར་དང། སྒྲ་གཅན་འཛིན་དང། རྗེ་བཙུན་འཇམ་པའི་དབྱངས་ལ་སོགས་པའི་འཁོར་ཅི་རིགས་པས་གདུང་ཤུགས་པའི་མཆོད་རྟེན་ཤིན་ཏུ་མང་ངོ། ལོ་ལྟར་གྱི་ཟླ་བ་མཆོག་གསུམ་གྱི་གསོ་སྦྱོང་གི་ཉི་མ་དྲུག་ལ། ཕ་ཡུལ་གྱི་དགེ་འདུན་རྣམས་ཧུར་སྐྱེད་ཀྱི་མཆོད་རྫས་སྣ་ཚོགས་པ་ཁྱེར་ཏེ་མཆོད་རྔོན་པ་རྣམས་མཆོད་རྟེན་དང་སྐུ་བརྙན་ལ། བསམ་གཏན་རྣམས་མོ་འགལ་གྱི་བུ་ཡི་མཆོད་རྟེན་དང་སྐུ་བརྙན་ལ། མདོ་སྡེ་འདོན་པ་རྣམས་ཀྱིས་བྱ་མེད་བུ་གང་པོས་མཆོད་རྟེན་དང། འདུལ་བ་འཛིན་པ་རྣམས་ཉེ་བར་འཁོར་གྱི་མཆོད་རྟེན་དང་སྐུ་བརྙན་ལ། དགེ་སློང་མའི་སྡེ་རྣམས་ཀྱིས་ཀུན་དགའ་བོའི་མཆོད་རྟེན་དང་སྐུ་བརྙན་ལ། བསྙེན་པར་མ་རྫོགས་པ་རྣམས་ཀྱིས་སའི་སྒྲ་གཅན་འཛིན་གྱི་མཆོད་རྟེན་དང་སྐུ་བརྙན་ལ། ཐེག་ཆེན་སློབ་པ་རྣམས་ཀྱིས་འཇམ་པ་ལ་སོགས་པ་བྱང་ཆུབ་སེམས་དཔའ་རྣམས་ཀྱི་མཆོད་རྟེན་གཟུགས་བརྙན་རྣམས་ལ་སྟེ། གནས་རྣམས་སོ་སོར་འཇལ་ཚན་དང། བ་དན་དང་བླ་བྲེ་རྣམས་ནམ་མཁར་བཀྲམ་པ། སྤོས་ཕོར་དང་བུམ་པ་སོགས་པ་རྣམས་ཁྲི་སྟན་ལ་བཤམ། ཚར་དུ་དངར་བའི་མཆོད་རྫས་སོ་སོ་ནས་འབུལ་ཞིང་བདུག་སྤོས་ཀྱི་མདུད་པ་སྤྲིན་དུ་འཁྲིགས། མེ་ཏོག་སྣ་ཚོགས་པ་དབྱིངས་སུ་འཐོར་བས་ཚོན་ཆུ་འགྱར་དུ་བཅས་པ་དག་དཔག་གིས་མི་ལང་ངོ། དེ་ཚེ་ཉི་ཟླ་འཁྱིལ་བ་སོགས་ལྟས་བྱུང་ན། ཡུལ་གྱི་རྒྱལ་པོ་དང་བློན་པོ་རྣམས་ཀྱི་རིམ་གྲོ་མཆོད་པ་ཕུལ་བ་ཡང་སྔ་མ་བཞིན་ནོ། དགྲ་བཅོམ་པ་ཉེར་སྤེལ་གྱི་རྗེས་ཤུལ། གྲོང་ཁྱེར་ཆེན་པོའི་ཤར་ལོགས་སུ་རྒྱང་གྲགས་ལྔ་དྲུག་ཙམ་གྱི་སར་གཙུག་ལག་ཁང་ཆེན་པོ་ཞིག་བྲག་རིའི་བྱ་དབྱིབས་བརྐོས་ནས་བྲག་ཕུག་ལ་སྒོ་དང་རི་སུལ་དུ་འགྲོ་བའི་ལམ་བཟོས་པ་དགྲ་བཅོམ་པ་ཉེར་སྤེལ་གྱིས་བཞེངས་སོ། དེ་ནས་བཅོམ་ལྡན་འདས་ཀྱིས་ཕྱག་མཚན་བཞུགས་པའི་མཆོད་རྟེན་ཞིག་གནང་ངོ། གཙུག་ལག་ཁང་དེ་ན་ལྷ་ཁང་བང་སོ་གྲུ་ཉི་ཤུ་ལྷག་དང་སྦྱར་གྲུ་སུམ་ཅུ་རྩ་བཞི། ཤིན་ཏུ་ངོ་མཚར་ཞིང་ལེགས་པ། ཤིན་ཏུ་དྲང་བའི་ཚུལ་བཞིན་གང་བ། དེས་ནི་དགྲ་བཅོམ་པ་ངེས་གསུམ་གྱི་ཆོས་བསྟན་ཏེ། སྦྱིན་བདག་དད་ཅན་ས་ཚོགས་ཟུང་གཅིག་ཆར་དགྲ་བཅོམ་ཐོབ་པའི་གནས་ཡིན་སྐད་དོ། དེ་ཡི་མཐའ་སྐོར་དུ་དེ་ལས་དམའ་བའི་རྡོ་ཁང་མང་པོ་རིགས་གཞན་དག་གྲོལ་བ་ཐོབ་ཟེར་བ་མང་ངོ། སྤྲེའུ་ཞིག་གིས་སྟོན་པ་ལ་སྦྲང་རྩི་ཕུལ་བའི་ལོ་རྒྱུས་དང་སྟོན་པས་རྗེས་ཤུལ། དེ་ནས་ཤར་ལྷོའི་མཚམས་སུ་རྒྱང་གྲགས་བཅུ་ཕྲག་གཉིས་དང་བཞི་ལྔ་ཙམ་གྱི་སར། རྫིང་སྒམ་གཅིག་གི་ལོགས་སུ་མཆོད་རྟེན་ཞིག་ཡོད་པ། སྔོན་སྟོན་པ་ཞལ་བཞུགས་པའི་དུས་གནས་འདིར་ཆགས་པ་དང་བཞུགས་པ་མཛད་པའི་སྐབས་སྤྲེའུ་ཞིག་གིས་སྟོན་པ་ལ་སྦྲང་རྩི་ཕུལ་བར་སྟོན་པས་ཆུ་དང་སྦྱར་ཏེ་བཞེས་ཤིང་ལྷག་མ་དགེ་འདུན་རྣམས་ལ་སྦྱིན་པར་མཛད་པས་སྤྲེའུ་དེ་དགའ་ཞིང་ཧོབས་སུ་ལྷུང་ནས་ཤི་ནས་མིར་སྐྱེས་པའི་ལོ་རྒྱུས་སྣང་ངོ། རྐང་རྫིང་དེའི་བྱང་ལོགས་སུ་མི་རིང་བར་ནགས་ཚལ་ཆེན་པོའི་ནང་དང་ཕྱི་རོལ་གཉིས་སུ་རྡེའི་སངས་རྒྱས་རྣམ་བཞི་ཞབས་ཀྱིས་བཅགས་པའི་རྗེས་ཤུལ་དང། ཤ་རིའི་བུ་དང་མོ་མཁར་གྱི་བུ་སོགས་ཞབས་འབྲིང་པ་ཆིག་སྟོང་ཉིས་བརྒྱ་ལྔ་བཅུས་མཉམ་གཞག་མཛད་པའི་གནས་སོ་སོར་ཆོས་སྡེ་རྣམས་ཡོད་དོ། དེ་ཡང་བཅོམ་ལྡན་འདས་ཞལ་བཞུགས་པའི་དུས་སུ་ཡུལ་འདིར་ཡང་ཡང་སྒྲུང་བསྐྱོད་ཤིང་བཤད་ཞུ་མཛད་པའི་ཚུལ་དཀར་ཆག་དག་དང་གསུང་རབ་རྣམས་སུའང་གསལ་བར་སྣང་ངོ། ས་བདག་ནི་ཤ་བ་རའི་ཡུལ། དེ་ནི་བྱང་ཤར་མཚམས་སུ་རྒྱང་གྲགས་ལྔ་ཆ་ཙམ་སོང་བ་ན། ས་བདག་ནི་ཤ་བ་རའི་ཡུལ་མཐའ་སྐོར་ལེ་བར་བདུན་སྟོང་ཙམ་ལ། དབུས་ཀྱི་ཁར་ཁོར་ཡུག་ཏུ་ལེ་བར་ཉི་ཤུ། ལྷག་པར་ས་གཤིན་ཞིང་ནམ་དུས་དྲོད་གཤིས་ཆེ་བ། ཕྱུག་པོ་མང་ཞིང་མི་ཡི་རང་བཞིན་ཡང་ལ་དྲེག་འདྲེན་ཆེ་བ། སྒྱུ་མ་མཁན་སོགས་ཡ་མཚན་མའི་རིགས་ལ་མཆོག་ཏུ་བརྩི། གཙུག་ལག་ཁང་གསུམ་ལ་དགེ་འདུན་བདུན་བརྒྱ་ལྷག། ཐེག་ཆུང་ཁོ་ན་ལ་སྦྱང་བ། ཆོས་རུལ་པའི་ལྷ་ཁང་བརྒྱ། ལྷག་པར་མུ་སྟེགས་པ་ཤིན་ཏུ་མང་པོ་གནས་སོ། ཕྱོགས་སྣ་ཚོགས་ནས་ཡོང་བའི་དཀར་ཆ་ཚར་བར་འཚོང་བའི་ཕྱིར་བསྡུའོ། བསོད་ནམས་ཀྱི་ཞིང་ས། གཏམ་རྒྱུད་རྙིང་པར། སྔོན། རྒྱ་གར་རྒྱལ་པོ་གཉིས་ཙམ་ལས་མེད་ཅིང་བྲམ་ཟེ་ངན་པའི་གླུད་དེ་ཕན་ཚུན་འཐབ་ཅིང་བརྩེ་བའི་གཡུལ་དུ་བསད་ན་ཐར་པ་ཐོབ་པ་དང། ངན་སྨྲས་མང་པོ་བསད་པ་ལ་རྣམ་སྨིན་ལྷ་ཡི་བདེ་བ་ཐོབ་པར་འདོད་དེ་ཐབས་མེད་ཤི་བ་མང་པོའི་མུན་རི་སྤུངས་པ་ལ་བསོད་ནམས་ཀྱི་ཞིང་དུ་འཛིན་པའི་རྒྱུན་ད་ལྟའི་བར་དུ་སྣང་ངོ། སྟོན་པའི་རིང་བསྲེལ་ཡོད་པའི་མཆོད་རྟེན་ཞིག་དང། གོ་མིན་ཏཱའི་གཙུག་ལག་ཁང། གྲོང་ཁྱེར་གྱི་ནུབ་བྱང་མཚམས་སུ་རྒྱང་གྲགས་བཞི་ལྔ་ཙམ་ན་ཆོས་སྡེ་འབངས་སུ་གྲུ་ཉིས་བརྒྱ་ལྷག་པ། རྒྱལ་པོ་ཨ་ཤོ་ཀས་བཞེངས་པ་མཆོད་རྟེན་གྱི་བུམ་ནང་དུ་བུམ་པ་དམར་སེར་གྱི་ནང་དུ་སྟོན་པའི་རིང་བསྲེལ་དྲིལ་ཆུང་གང་བཞུགས་པ། སྐབས་སུ་འོད་འཕྲོ་བ་ཞིག་འདུག་གོ། སྔོན་བྱོན་གྱི་ཕྱག་རྗེས་མང་པོ་ཡང་ཡོད་དོ། གྲོང་ཁྱེར་འདིའི་ལྷོ་ཕྱོགས་སུ་རྒྱང་གྲགས་བརྒྱ་ལྷག་ཙམ་ན། སྒོ་མིན་ཏྲའི་གཙུག་ལག་ཁང་ཞེས་པ་ཁང་བརྩེགས་དང་སྒོ་རྒན་བྲལ་བས་བརྒྱན་པ། དེར་བཞུགས་ཀྱི་དགེ་འདུན་རྣམས་ཚུལ་ཁྲིམས་འདུལ་སྤྱོད་ཤིན་ཏུ་གཙང་བའོ། ཙུ་ཏྲ་ལི་ནའི་ཡུལ། དེ་ནས་བྱང་ཤར་མཚམས་ན་རྒྱང་གྲགས་བཞི་བརྒྱ་ལྷག་ཙམ་གྱིས་ཕྱིན་པ་ན། ཙུ་ཏྲ་ལི་ནའི་ཡུལ། དེ་ཡི་མཐའ་སྐོར་དུ་རྒྱང་གྲགས་དྲུག་སྟོང་ལྷག། ཤར་དུ་ཆུ་བོ་གངྒཱ་ལ་ཐུག་པ། རྒྱབ་རི་རྒྱུད་ཆེན་པོ་ལ་བརྟེན་པ། ཆུ་བོ་ཡ་མུ་ནའི་ཡུལ་གྱི་གཞུང་གཤགས་ཏེ་འབབ་པ། ལྟེ་བའི་མཁར་ཆེན་ཁོར་ཡུག་ཏུ་ལེ་བར་ཉི་ཤུ་ལྷག། ཆུ་བོ་ཡ་མུ་ན་ལ་ངན་ཡང་རྨང་ཤིན་ཏུ་བརྟན་པ་ཆུ་ཡི་འཇིགས་པ་མེད་དོ། ནམ་དུས་ས་ཡི་སུལ་འགྲོས་སོགས་ནི་ས་དག་ན་ཤ་འབར་རས་ཡུལ་དང་འདྲ་ཤས་ཆེ་བ། མི་ཡི་རང་བཞིན་དྲང་ཞིང་ལིང་བ། ཡོན་ཏན་སློབ་པ་ལ་མོས་པ་ཡིན་ཀྱང། ཆོས་རོལ་པ་ལ་ཞེན་ཆེ་བ། བསོད་ནམས་དང་རིག་པ་ཟུང་འབྲེལ་མཆོག་ཏུ་འཛིན་པའོ། གཙུག་ལག་ཁང་ལྔ་ཙམ་ཡོད་པར་སྐྱོན་ཐེངས་ཆིག་སྟོང་ལྷག་ཐེག་དམན་ལ་སློབ་གཉེར་བྱེད་དོ། ཆོས་རོལ་པའི་ལྷ་ཁང་བརྒྱ་ཕྲག་གཅིག་ཡོད་པར་སངས་རྒྱས་སྨྲ་བ་མང་དག་ནས་སོ། སྟོན་པ་དང་དགྲ་བཅོམ་པ་ཆེན་པོའི་ཆོས་བསྟན། གྲོང་ཁྱེར་དེའི་ཤར་ལྷོའི་མཚམས་ཡར་མོ་ནས་ནུབ་ལོགས་སུ་གཙུག་ལག་ཁང་ཆེན་པོ་ཞིག་ཡོད་པའི་ཤར་སྒོའི་ཕྱིར། ཆོས་རྒྱལ་མྱ་ངན་མེད་ཀྱིས་བཞེངས་པའི་མཆོད་རྟེན་ཞིག་ཡོད་པ། སྔོན་སྟོན་པ་གཤེགས་བཞུགས་མཛད་པའི་ཕྱག་མཚན་རྣམས་དང། སྟོན་པའི་དབུ་ལོ་དང་ཕྱག་མཚན། བཞུགས་པའི་མཆོད་རྟེན། ཕྱོགས་མཚུངས་སོགས་དགྲ་བཅོམ་པ་ཆེན་པོ་དག་གི་དབུ་སྐྲ་ཕྱག་མཚན་བཞུགས་པའི་མཆོད་རྟེན་བཅུ་ཕྲག་དུ་མ། ལོག་གཡོ་ཡོད་གཉིས་སུ་བསྒྲིགས་པ། སྟོན་པ་མྱ་ངན་འདས་རྗེས་ཆོས་རོལ་པ་རྣམས་ཀྱིས་བསླུས་ནས་ཆོས་རོལ་པར་བསྒྱུར་རོ་ཞེས་ཟེར་ཏེ། ད་ལྟ་གཙུག་ལག་ཁང་ལྔ་ཡོད་ཀྱང་ཚང་མ་བྲམ་ཟེ་བྱེས་པ་གསང་ཚིག་སྨྲ་བ་དག་གིས་གང་དེ་གནས་སོ། ཆུ་ཀླུང་གངྒཱའི་བསྐོར། ཆུ་བོ་ཡ་མུ་ན་ལའི་ཤར་དུ་རྒྱང་གྲགས་བརྒྱད་བརྒྱ་ཙམ་སོང་བ་ན། ཆུ་ཀླུང་གངྒཱ་སྟེ། བཞེངས་སུ་ལེ་བར་བཞི་ལྔ་ཙམ། མཐར་རྒྱ་མཚོར་བབས་པ་དང་ཉེ་བ་ན། ཞིང་དུ་རྒྱང་གྲགས་བཅུ་ལྷག་བར། མདོག་སྔོ་ཞིང་ནག་བ་འབའ་ལོང་དང་ཀླུ་རིགས་ཀྱི་ཆུ་སྤྲུལ་ཆེ་ཡང་གནོད་པ་མེད་པ། རོ་མངར་ལ་བསིལ་བ། རྡུལ་དང་འདྲེས་མར་འགྱུར་བ་ཅུང་ཟད་རྙོག་པ། གཏམ་རྒྱུད་རྙིང་པ་ན། ཆུ་བོ་འདིར་ལུས་དང་ཡན་ལ་སྤྲུལ་པའི་སྡིག་སྒྲིབ་བརྟག་པ་དང། ལྕེབས་ཏེ་མཆོངས་ན་ལྷ་ཡི་བདེ་བ་མྱོང་བར་འགྱུར་བའི་སྐལ་བ་ལེན་པར་གྲགས་པས། སྐྱེ་བོ་བླུན་རྨོངས་འགའ་འགའ་འགར་མཆོང་བྱེད་མང་བོ་བྱུང་ངོ། སྔོན་སློབ་དཔོན་ཨ་རལ་སྟོད་པས་རྨོངས་པ་དག་གདུལ་བའི་ཕྱིར་དུ་ས་ཕྱོགས་དེར་ཕེབས་ཏེ་སྨྱུག་མ་རིང་བོ་ཞིག་བཞག་སྟེ། བ་བྱས་ནས་ཆུར་འགྲོ་བར་མཛད་པས་མུ་སྟེགས་པ་འགས་ཅི་བྱེད་ཟེར། འཕགས་པའི་ལྷས། བདག་གིས་ཕ་མ་དང་སློབ་དཔོན་སིངྒ་གླིང་ལ་ཡོད་པས། གངྒཱའི་ཆུ་མི་ངེས་པས་ཁོ་བོ་རྒྱང་རིང་པོ་འདི་ནས་ཆུ་བླངས་ཏེ་འཛོངས་པ་ཡིན་ཞེས་པས་ཆུ་རོལ་པས་སྨྲས་པ། བཞིན་བཟང། ཁྱོད་ཕྱིར་འཁྲུལ་ལམ། སིང་ག་ལ་འདི་ནས་དཔག་ཚད་མང་པོ། རི་ལུང་ཐང་གྲོང་བྱེ་གཉིས་ཀྱི་བར་ཆོད་པ་ལགས་ན་ཆུ་དེར་སླེབས་པར་མི་ནུས་པས་ཕན་ཐོགས་པར་མི་འགྱུར་རོ་ཟེར་བས། སློབ་དཔོན་གྱིས་འོ་ན་ཤི་གསོན་གཉིས་འཇིག་རྟེན་ཐ་དད་པ་ལགས་པ། དགེ་དེས་ཀྱི་རྣམ་སྨིན་ཀྱང་དངོས་པོ་རགས་པ་མིན་པས་འདིར་བཅིབས་ནས་ཤི་བ་འཇིག་ལྟའི་ཕ་རོལ་ན་ལྷ་ཡི་འདུལ་བ་ཇི་ལྟར་འཐོབ་ཅེས་གསུངས་པས་ཕྱི་རོལ་པ་ལིང་གི་སྤོབས་པ་མེད་པར་གྱུར་ཏེ་རང་གི་གྲུབ་མཐའ་བཏང་སྟེ་ནང་པའི་གྲུབ་མཐའ་ལ་ཞུགས་སོ། མ་ཏིའི་བུ་རས་ཡུལ། དེ་ནས་ཤར་ཕྱོགས་སུ་གངྒཱ་བསྒལ་བ་ན་མ་ཏིའི་བུ་རས་ཡུལ་ལོ། དེ་ཡི་མཐའ་གྲུར་རྒྱང་གྲགས་དྲུག་སྟོང་དང། གཞུང་མཁར་མཐའ་སྐོར་དུ་རྒྱང་གྲགས་ཉི་ཤུ་ལྷག། ན་སྨུག་དྲོ་བ། ནི་སྒྲོ་སྦྲུལ་མ་འདེབས་ཤིང་མེ་ཏོག་གི་རིགས་མང་ངོ། མི་ཡི་ངང་རྒྱུད་འཇམ་ཞིང་བསུན་པ། རིག་པ་བཀྲ་བ། ཐབས་དང་ཆུ་བྱད་སོགས་ལ་དགའ་བ། གཙུག་ལག་ཁང་བཅུ་ལྷག་ལ་ཕྱི་ནང་འདྲེས་མར་གནས་སོ། རྒྱལ་པོ་སུ་དཱ་རའི་རིགས་ཡིན་ཟེར་བ་ཕྱི་རོལ་པ་ལ་མོས་པ། གཙུག་ལག་ཁང་བཅུ་ལྷག་པར་དགེ་འདུན་བརྒྱད་བརྒྱ་ལྷག། ཚང་མ་ཡོད་མེད་སྡེ་པ་དང། ཆུ་རོལ་པའི་ལྷ་ཁང་ལྔ་བཅུ་ལྷག། བྱིས་པ་ལུག་སྣ་ཚོགས་པ་འབྲེལ་ཏེ་གནས་སོ། ཡོན་ཏན་འོད་ཀྱི་གཙུག་ལག་ཁང་དང་དེ་ཡི་ལོ་རྒྱུས། གྲོང་ཁྱེར་དེ་ཡི་ལྷོ་ཕྱོགས་སུ་རྒྱང་གྲགས་བཞི་ལྔ་ཙམ་གྱི་སར། གཙུག་ལག་ཁང་ཆུང་ངུ་ཞིག་ཡོད་པར་དགེ་འདུན་ལྔ་བཅུ་ལྷག་ཙམ་གནས་སོ། འདི་ནི། སྔོན་སློབ་དགུ་ན་པྲ་བ་ཏའི་ཡོན་ཏན་འོད་ཅེས་བྱ་བའི་ཡང་དག་པའི་རྣམ་དབྱེ་ཟེར་བའི་སྟོན་བྱེད་པོ་ཏི་བརྒྱ་ལྷག་མཛད་པའི་གནས་སོ། སློབ་དཔོན་འདི་ནི་ཆུང་ངུ་ནས་རིག་པ་ཟ་ཞིང་དབང་པོ་ནོར་བ་ཞིག་སྟེ། ཀུན་ལ་སྨིན་པ་དང་བསླབ་སྦྱངས་ལ་རྩལ་ཐོན་པ་ཡིན་ཀྱང་ནམ་ཕྱེད་ཚད་དུ་མ་འཁྱོལ་བས་ལྷག་མཐོང་གི་སྐོར་ལ་ཐེ་ཚོམ་ཟ་སྟེ་སླར་ཐེག་དམན་དུ་ལོག་པ། དེའི་ཐེག་ཆེན་སུན་འབྱིན་པའི་སྟོན་བྱེད་གླེགས་བམ་བཅུ་ཕྲག་དུ་མ་དང། འཇིག་རྟེན་པའི་ལུགས་ཀྱི་སྟོན་བྱེད་ཀྱང་བཅུ་ཕྲག་དུ་མ་མཛད་ཀྱང་མ་ཚིམས་པར་ཐེ་ཚོམ་ཟོས་པས། དེ་དུས་བདེ་བ་སེར་སྣ་སྟེ། ལྷ་ཡི་སྡེ་ཞེས་བྱ་བའི་སློབ་དཔོན་གྱིས་རྗེ་བཙུན་བྱམས་པར་སྤྲུལ་པའི་སྒྲུབ་སྡེ་དགའ་ལྡན་དུ་འགྲོ་འོང་བྱེད་པ། དགོས་པ་ཞིག་ལ་ཡོན་ཏན་འོད་སྒྲོགས་སུ་འདྲེན་ཏེ་ལྷན་དུ་དགའ་ལྡན་དུ་ཕྱིན་ཏེ། ཡོན་ཏན་འོད་བྱམས་དགོན་ལ་ཕྱག་མ་ཚར་བར་བདུད་ཙམ་བྱས་པས། ལྷ་སྡེ་སྨད་པ། མ་ཕམ་པ་འདི་ནི་སྟོན་པས་རྗེས་སུ་མཇལ་ཚར་མཛད་པས་ཕྱག་འཚལ་བར་འོས་ཤིང་བདུད་ཙམ་མི་འོས་ཞེས་སྨྲས་པ་ལ། ཚུར་ལན་དུ་སྨྲས་པ། བཞིན་བཟང་འཁྲུལ་ལམ། ཁོ་བོ་རབ་ཏུ་བྱུང་བ། ཆོས་སྐུ་གསུམ་ལྡན་ལྷག་སྟེ། མ་ཕམ་པ་འདོད་བློའི་ཆ་ལུགས་ལ་ཕྱག་ཇི་ལྟར་འཚལ་ཟེར་བས། ལྷ་དེས་དེ་ཡི་ང་རྒྱལ་བཞེས་ལུགས་དེ་ལྟར་ལན་གསུམ་བསྐྱར་ཏེ་དགའ་ལྡན་དུ་འགྲོ་འོང་བྱས་ཀྱང་ཐེ་ཚོམ་བསལ་མ་ནུས་པས། ཚེ་དེ་ལ་གྲོལ་བ་མ་ཐོབ་ཟེར་རོ། སློབ་དཔོན་བདུན་བཟང་དང་དབྱིག་གཉེན་གཉིས་ཀྱི་ལོ་རྒྱུས། ཡོན་ཏུན་དབྱིག་གི་གཙུག་ལག་ཁང་དེ་བྱང་ལོགས་སུ་རྒྱང་གྲགས་གསུམ་བཞི་ཙམ་གྱི་སར་གཙུག་ལག་ཁང་ཞིག་ལ་དགེ་འདུན་ཉིས་བརྒྱ་ལྷག་པ། ཐེག་དམན་པ་ཁོ་ནའོ། སློབ་དཔོན་དགེ་འདུན་བཟང་པོ་མྱ་ངན་ལས་འདས་པའི་གནས་སོ། འདིའི་ཁ་ཆེ་བདུན་བཟང་ཡིན་ནམ་བརྟག། སློབ་དཔོན་ནི་ཀཱཤྨི་ར་སྟེ་ཁ་ཆེའི་མི་རིགས་ཡོད་སྨྲ་བའི་སྡེ་པ་ལྷག་དོན། ཀྲིག་ཆེན་མཛད་པ་པོ་སྟེ། སློབ་དཔོན་དགེ་འདུན་བཟང་པོ་འདི་ཉིད་གཞོན་ནུའི་དུས་ན་བློ་རྣོ་བར་གྲགས་ཤིང་སྤྱིའི་མཁས་པ་ཆེན་པོར་གྱུར་ནས་ཡོད་སྨྲའི་སྡེ་ལྷག་དོན་ཀྲིག་ཆེན་མཛད་པས། སྐབས་དེར་སློབ་པའི་དབྱིག་གཉེན་གྱིས་གཟུང་འཛིན་སུན་འབྱིན་པའི་ཕྱིར་དུ། ཆོས་མངོན་པར་མཛད་པའི་བརྗོད་བྱ་ཕུན་སུམ་ཚོགས་ཤིང་བརྗོད་བྱའི་ཟབ་ཅིང་བརླིང་བས་འདུན་བཟང་གིས་མཐོང་ནས་དོགས་པ་སྐྱེས་ཏེ། ལོ་བཅུ་གཉིས་ཀྱི་རིང་མཛོད་ཀྱི་གསེར་བ་ཞེས་བྱ་བའི་སྟོན་ཆོས་ཤོ་ལོ་ཀ་ཉིས་ཁྲི་ལྔ་སྟོང་པ། ཚིག་བརྒྱད་ཁྲི་ལོང་བ་ཞིག་མཛད་ནས་སློབ་མ་རྣམས་ལ་སྨྲས་པ། བདག་གིས་སྟོན་ཆོས་རྣམ་འབྱེད་ཕུལ་དུ་ཕྱིན་པས་ཤིན་ཏུ་བརྟག་པར་བྱས་པས་དབྱིག་ངའི་རིག་བྱེད་མཁན་པོའི་ང་རྒྱལ་རྙེད་དུ་ཉེ་ཡིན། རིག་བྱེད་མཁན་པོ་མི་གཅིག་གི་སྙན་གྲགས་ཀྱིས་སྐལ་བའི་བདག་པོར་དབང་ཐོབ་ཏུ་སྟེར་མི་རུང། ཁྱེད་ཚོས་ཁོང་ལ་བལྟ་རུ་བཅུག་ཅེས་གསུངས་པས་སློབ་མ་རྣམས་ཀྱིས་དབྱིག་གཉེན་བཙལ་བ་དང། དེ་དུས་དབྱིག་གཉེན། ཀྱེ་ཀ་ན། ཙ་ཀེ་རེའི་གྲོང་ཁྱེར་ན་བཞུགས་པ། གཏམ་དེ་ཐོས་ནས་ཡུལ་གཞན་དུ་ཕེབས་པའི་གྲབས་མཛད་པར། སློབ་མ་རྣམས་ཐེ་ཚོམ་དུ་གྱུར་པ་ན། དབྱིག་གཉེན་གྱིས་སྨྲས་པ། བདག་བགེགས་ཁོག་ཅིང་ཁོང་གཞོན་པ། འདར་དྲག། ང་རྒྱལ་ཆེ་བས་བཀའ་བློ་མི་བདེ་བ་མི་འབྱུང་བའི་ངེས་པ་མེད་ཅིང། ཡུལ་འདིར། ཚེ་ཐུབ་ཀྱི་མཁས་པ་དཔང་པོར་འོས་པ་མེད་པས་ཡུལ་དབུས་སུ་ཕྱིན་ཏེ། སྐུ་ན་འདྲེས་པའི་མཁས་པ་དག་ལ་གཏུགས་ཏེ་སྟོན་བྱེད་ཀྱི་དཔང་པོ་བཅོལ་འདོད་པ་ཡིན་གསུངས་ནས་རྒྱ་གར་གྱི་ཡུལ་དབུས་སུ་ཆས་སོ། དབྱིག་གཉེན་བྱོན་པའི་ཕྱེད་ཉིན་བདུན་སྲང་དེ་གར་བྱོན་པ་དང་གློ་བུར་སེམས་འགྱུར་ང་རྒྱལ་ཆགས་ཏེ་འགྱོད་པ་སྐྱེས་ཏེ། སློབ་མ་རྣམས་ལ་སྤྲིང་ངེག་བསྟན་ནས་དབྱིག་གཉེན་ལ་འབུལ་རྒྱུ་བཏང་བར། འདི་སྐད་ཅེས་གནང་སྟེ། ཀྱེ་མ་སློབ་དཔོན་ཆེན་པོ་ལགས། དེ་བཞིན་གཤེགས་པ་མྱ་ངན་ལས་འདས་ཏེ་འཚེ་མེད་སྐྱེས་བུ་ནོར་བ་དང། རྗེས་འཇུག་རྣམས་སོ་སོ་ནས་གསུང་རབ་ལ་གོ་ཡུལ་མི་འདྲ་བར་གྱུར་པ་ན། སྤྲུལ་པའི་མཐའ་ཡང་མང་པོར་སྐྱེས་ནས་སོ་སོའི་བློ་མིག་རང་རང་གི་བདེ་བའི་ཁ་འཛིན་བྱེད་པ་ལ་བརྟེན་ནས་མི་མཐུན་དེ་རྩོད་པ་བྱེད་མོད་ཀྱང། རྩ་བ་དྲུད་ན་ཐར་པ་དང་ཐམས་ཅད་མཁྱེན་པའི་རྒྱུན་མི་འགལ་བས་ན། བདག་ཚུར་སྟོང་གི་བློ་གྲོས་ཆུང་ངུས་བརྟགས་ཚེ་མངོན་པའི་སྟོན་བྱེད་མཛོད་ནི་ཐམས་ཅད་གཡོ་མེད་ལྷག་མཐོང་གི་བརྗོད་བྱ་ཆེད་དུ་དམིགས་པས་འགག་པར་སྣང་བས་རང་སྟོབས་ཀྱིས་མ་དཔོག་པར་དཀྲིག་ཆེན་འདི་བྱས་ཀྱང་ད་དུང་ཐེ་ཚོམ་མ་བཅོས་ཅིང་བྱང་ཆུབ་སེམས་དཔའི་དགོངས་པ་ཡང་མ་ལོན་པར་སྣང་བས་ནོངས་ཀྱང་འགྱོད་ཐལ་ཆེ་བས། བྱང་ཆུབ་སེམས་དཔའ་ཆེན་པོའི་སྤྱན་སྔར་མཐོ་ཞིང་བཤགས་སོ། ངེས་པར་མི་འགྱུར་བར་མཛད་དུ་གསོལ་ལོ། སྟོན་གྱིས་འདི་ལ་ཉེ་བར་གཟིགས་ནས་མ་བྱིན་པ་དང་མ་ལོང་བ་རྣམས་ལ་ཇི་ལྟར་དགེ་རྒས་སུ་བཟོད་དུ་གསོལ་ཞེས་པ་གནང་ངོ། མདུན་བསང་དེ་ཉིད་དུ་བཟླས་སོ། ཨི་ངན་གྱིས་ཡི་གེ་དང་སྟོན་བཅོས་རྣམས་ཞིབ་ཏུ་གཟིགས་ནས། ཤུགས་རིང་བཏོན་ཏེ་སྟོན་བཅོས་ཀྱི་ནང་གི་ཚིག་འགའ་ཞིག་དང་ལྷག་ཏུ་སྟོན་བཅོས་ཀྱི་མིང་ལ། ཡང་དག་པའི་དོན་རྣམ་པར་འབྱེད་པ་ཞེས་པ། འཆོས་པར་བརྩམས་པ་ན། མདུན་བསང་གི་སློབ་མ་འགས་སྨྲས་པ། མདུན་བསང་འཚོལ་བའི་དུས་སུ་ཁོང་དང་སྦྱར་མ་ནུས་པར་ཡུལ་གཞན་དུ་བྲོས་ཤིང། ཁུངས་འདེད་པ་དང་ཁོང་གི་སྟོན་བརྗོད་ལ་བསྔགས་པ་མི་མཛད་ཅིང་མིང་བཟང་པོ་བརྗེ་བར་མཛད་ན་ངོ་ཚ་ཟེར་བའི་ཨི་ངན་གྱིས་བདག་ཁོང་ལ་འཇིགས་ཏེ་འབྱོར་བ་མིན་པའི་སྐྱེ་བོ་ཀུན་གྱིས་ཤེས། ཁོང་གིས་བྱས་པའི་སྟོན་བརྗོད་སུན་འབྱིན་ཚད་ཤིན་ཏུ་བརླག་མོད། འོན་ཀྱང་ཁོང་གི་སྟོན་བརྗོད་ཀྱི་དོན་མཐར་མ་ཕྱིན་ཀྱང་ཚིག་སྦྱོར་ཕུན་སུམ་ཚོགས་པར་འདུག་ཅིང་རང་རེའི་གྲུབ་མཐའ་དང་རྗེས་འཇུག་ལ་ཡང་ཕན་ཆེར་ཐོགས་པ་འབྱུང། དེར་མ་ཟད་འདའ་ཁར་ཡང་ཉེས་པ་ཆགས་ཤིང་སྔོན་གྱི་བབ་ཅོལ་གྱི་སྤྱོད་པ་ནོར་འགྱོད་སྐྱེས་པ་སྙིང་རེ་རྗེ། ཞེས། ཐུགས་འཇམ་དཔག་མེད་མཛད་ཟེར་རོ། དུན་སང་བལྟས་ཏེ། པུར་སྦྱངས་ནས་གཙུག་ལག་ཁང་དེའི་ནུབ་བྱང་མཚམས་སུ་གོམ་པ་ཉིས་བརྒྱ་མཚམས་སུ་གོམ་པ་ཉིས་བརྒྱ་ཙམ་ན་ཨ་མའི་ནང་ཚལ་ཞིག་ཡོད་པའི་ནང་དུ་མཆོད་རྟེན་བརྩིགས་ཏེ་སྦས་པའི་མཆོད་རྟེན་ད་དུང་ཡང་སྣང་ངོ། སློབ་དཔོན་དྲི་མེད་བཤེས་གཉེན་གྱི་ལོ་རྒྱུས། དེ་ཡི་མཐའ་ལོགས་ཤིག་ན་སློབ་དཔོན་བི་མ་ལ་མི་ཏྲ་སྟེ། དྲི་མེད་བཤེས་གཉེན་གྱི་སྐུ་གདུང་བཞུགས་པའི་མཆོད་རྟེན་ཡོད་དོ། སློབ་དཔོན་དེ་ནི་ཡུལ་ཁ་ཆེ་ཐམས་ཅད་ཡོ་མེད་ཀྱི་སྡེ་ལས་རབ་ཏུ་བྱུང་བ། མདོ་དང་སྟོན་བྱེད་ཐམས་ཅད་ལ་མི་སློབ་ཟེར་བ་མེད་དེ། རྒྱ་གར་ཕྱོགས་ང་ལ་མཁས་པར་གྲགས་ཏེ། ལན་ཅིག་ཁ་ཆེ་བདུན་བཟང་གི་སྟོན་མཆོད་མཐོང་ནས་དད་དེ། ཡང་ཡང་བསྔགས་པ་མཛད་ཅིང། མཁས་པ་དབྱིག་གཉེན་ལ་ཡང་དགག་པ་མཛད་ཅིང་གྲགས་ཆེ། ཐེག་ཆེན་ལ་ཡང་སུན་འབྱིན་པ་ངོ་མཚར། མཁས་པ་ཆེན་པོ་མ་ཕོངས་ཟེར་བས་གནས་དེ་ཉིད་དུ་སྨྱོ་འབོག་གིས་བཏབ་སྟེ་ཁ་ནས་ཁྲག་ཟག་པ་མ་བྱས་པས་མི་ཚོར་བར་བཤད་ནས་བཤགས་གཏམ་གྱི་ཡི་གེ་བསྩལ་ཀྱང། ན་ཚབས་ཆེ་དྲགས་པས་བདེ་ཞིང་དེ་དུས་ས་གཡོས་ཏེ་གས་ཞོར་བྱུང་ངོ། དེར་དགྲ་བཅོམ་པ་ཞིག་གིས་སྙིང་རྗེ་སྟེ། ཨུ་ཧུ། རིགས་པ་རྣོ་དྲགས། དེང་བཟུང་དེ་ལས་འདྲེ་ཁྱད་དུ་བསད་དེ་གང་དྲན་ལག་ཏུ་བླངས་ཤིང་ཐེག་པ་ཆེར་ལ་སྐུར་བ་བཏབ་པས་མནར་མེད་དུ་ལྟུང་བར་འགྱུར་ཏེ་ཟེར་རོ། མ་ཡོས་ར་ཡི་གྲོང་ཁྱེར། གྲོང་ཁྱེར་གྱི་ནུབ་བྱང་ཆུ་བོ་གངྒཱའི་གཡོན་ལུགས་སུ་མ་ཡུ་རའི་ཡུལ་དེའི་ཁོར་ཡུག་ཏུ་རྒྱང་གྲགས་ཉི་ཤུ་མི་ཁྱིམ་གྱིས་ཡོངས་སུ་བཏང་པ། མཐའ་ཆུ་རགས་ཀྱིས་བསྐོར་བ་ར་གན་དང་ཆུ་ཤེལ་ཡོད། གྲོང་ཁྱེར་ནི་མི་རིང་བར་གངྒཱའི་འགྲམ་དུ་ཕྱི་རོལ་པའི་ལྷ་ཁང་ཆེན་པོ་ཞིག་ན་ངོ་མཚར་བའི་རྟགས་སྣ་ཚོགས་པའི་མཚོ་ཞིག་ཡོད་པའི་དབུས་ན་རྡོ་ལེབ་ཆེན་པོ་ཞིག་གི་སྟེང་དུ་གངྒཱའི་ཆུ་ཆུང་དྲངས་ཏེ་མཚོར་དེར་འབབ་པར་བྱེད་པ་ལ་རྒྱ་གར་བ་ཕལ་གྱིས་གངྒཱའི་མགོར་འབོད་ཅིང། དེར་ཁྲུས་བྱས་ན་སྡིག་པ་སེལ་ཅིང་དགེ་རྩ་འཕེལ་བའི་གཏམ་བསྒྲགས་ཀྱིས་ས་ཐག་རིང་བ་དག་ནས་ཀྱང་མི་རྣམས་བསྡུས་ནས་ལུས་དང་ཡན་ལག་བཀྲུ་བ། མཆོག་དམན་རྒྱལ་པོ་རྣམས་ཀྱིས་བཟའ་བཏུང་དང་སྨན་སོགས་སྦྱིན་པར་གཏོང་བའི་གནས་སོ་སོ་དང། ཕོ་ཡན་མོ་ཡན་དང་ཡུགས་ས་དང་མདའ་གྲུ་རྣམས་སྦྱིན་པས་ཚིམ་པར་བྱེད་པའི་ཁང་ཁྱིམ་ར་བ་སོགས་ཡོད་དོ། པྲ་ཤིལ་མ་སྤུ་རེས་ཡུལ། དེ་ནས་བྱང་དུ་རྒྱང་གྲགས་སུམ་བརྒྱ་ཙམ་ཕྱིན་པ་ན་པྲ་ཤིལ་མ་སྤུ་རེས་ཡུལ། དེ་ཡི་མཐའ་དྲུག་ལེ་བར་བཞི་སྟོང། གཞུང་མཁར་གྱི་ཁོར་ཡུག་ཏུ་རྒྱང་གྲགས་ཉི་ཤུ་ལྷག་ལ་མི་ཁྱིམ་ཕྱུག་པོ་རབ་ཏུ་མང་པོས་ཁང་བ། མི་ཡི་རང་བཞིན་དཔའ་རྟུལ་ཆེ་བ། ནམ་དབུགས་བསིལ་དུས་སྙོམས་ལ། བསིལ་ཆའི་ཅུང་ཟད་རྒྱུ། གསེར་རྫུན་མ་དང་ཕྱི་ཤེལ་ཆུང། སློབ་གཉེར་དང་རིག་བྱེད་སྨྲ་བ་ཤིན་ཏུ་ཉུང། ནང་པ་དང་ཕྱི་རོལ་པ་ལ་མོས་པའི་སྡེ་རིགས་གཉིས་མཉམ་པ། ནང་པའི་གཙུག་ལག་ཁང་ལྔ་ཙམ་ལ་དགེ་འདུན་ཆེས་ཉུང་ངོ། ཕྱི་པའི་ལྷ་ཁང་བཅུ་ཕྲག་གཅིག་ལ། བྱེད་པ་ལུགས་མི་འདྲ་བ་འདྲེས་མ་གནས་སོ། དེ་ནི་བྱང་ཕྱོགས་གངས་རི་ཆེན་པོའི་ཡུལ་ན། བར་ཐག་ཀུ་མ་དྷ་ར་སྟེ་གསེར་གྱི་རིགས་ཀྱི་ཡུལ་དེར་གསེར་སེར་པོ་འབྱུང་བས་མིང་དེ་ལྟར་གྲགས་སོ། ཡུལ་དེའི་ཤར་ནུབ་ཏུ་རིང་ཞིང་བྱ་དངོས་ཐོག་བུད་མེད་ཀྱི་རྒྱལ་པོ་བྱས་ཏེ་སྐྱེས་པ་ལ་ཡང་རྒྱལ་པོར་འབོད་ཀྱང། དགེ་བའི་བྱ་བ་ཐམས་ཅད་མོ་རྒྱལ་གྱིས་བྱས་པས་རྒྱལ་པོར་འབོད་ཅིང། སྐྱེས་པ་ཐབས་ཟད་དང་དབུལ་སྤྲོད་པ་དང་ཞིང་རྨོ་བ་སོགས་ཕྱིའི་ལས་ཁོ་ན་ལ་དབང་བ་མ་གཏོགས་གཞན་ལ་མི་དབང་ངོ། གྲུ་ནི་ལྟེབས་ཤིང་ཤིང་རྟ་ཕྱུགས་མང་ངོ། མི་ཡི་རང་གཤིས་ལྟ་སྟོབས་ཆེ། དཔའ་རྩལ་ཆེ། ཤར་ཕྱོགས་བོད་ཀྱི་ཡུལ་ལ་ཐུག་པ། བྱང་ཕྱོགས་དབུ་ཅན་གྱི་ཡུལ་ལ་རེག་པ། ནུབ་ཕྱོགས་སམ་བཱ་ཧའི་ཡུལ་ན་སྙེག་པའི་རྒྱལ་ཁམས་ཆེན་པོ་ཞིག་ཡོད་དོ། ཀོ་ཤན་པའི་ཡུལ། གོ་བི་ཤན་གྱི་ཡུལ། མ་རི་བུ་རའི་ཡུལ་ནས་ཤར་ལྷོའི་མཚམས་སུ་ལེ་བར་བཞི་བརྒྱ་ལྷག་སོང་བ་ན་ཀོ་ཤན་པི། གོ་བི་ཤན་ནེ་ཀྱི་ཡུལ། དེ་ཡི་མཐའ་འཁོར་རྒྱང་གྲགས་ཉིས་སྟོང་ལྷག་དང། དབུས་མཁར་འཁོར་ཡུག་རྒྱང་གྲགས་བཅུ་ཕྲག་གཅིག་དང་བཞི་ལྔ་ཙམ་ཤང་ཤུང་ཆེ་ཞིང་འགྲོ་མི་བདེ་བ། མི་ཁྱིམ་མང་ལ་ས་ཞིང་གི་ར་བར་ཤིང་ཏོག་དང་མེ་ཏོག་གི་རིགས་ལྷག་པར་མང། ནམ་དུས་དང་ས་ཞིང། ཡུལ་མ་རི་སྤུ་ར་དང་ཕལ་ཆེར་མཐུན་པ། མིའི་རང་བཞིན་འཇམ་ཞིང་བསོད་ནམས་ལ་མོས་པ། བྱིས་པ་ལ་དད་ཅིང་གཙུག་ལག་ཁང་གཉིས་ཙམ་ན་དགེ་འདུན་བརྒྱ་ལྷག་ཙམ་གནས་ཏེ་ཐམས་ཅད་ཀྱིས་ཐེག་ཆུང་ཁོ་ན་ལོབས་པ། ཕྱི་ཡི་ལྷ་ཁང་སུམ་ཅུ་ལྷག་ལ་ཕྱི་པའི་ལུགས་མི་འདྲ་བ་སྣ་ཚོགས་པ་སྦྲེལ་ཏེ་གནས་སོ། གྲོང་ཁྱེར་ཆེན་པོའི་ཕྱི་རོལ་དུ་གཙུག་ལག་ཁང། གོས་སོ་ཞིག་ན་རྒྱལ་པོ་མྱ་ངན་མེད་ཀྱིས་བཞེངས་པའི་མཆོད་རྟེན་དཔངས་སུ་གྲུ་ཉིས་བརྒྱ་ལྷག་པ། སྔོན་སྟོན་པ་ཞལ་བཞུགས་སྐབས་ཡུལ་དེར་ཟླ་བ་གཅིག་བཞུགས་ཏེ་ཆོས་བསྟན་ནོ། བདེ་གསང་རྣམ་བཞིའི་བཞུགས་ཁྲི་སོགས་ཀྱི་རྗེས་ཆུང་དང། སྟོན་པའི་དབུ་སྐྲ་དང་སེན་མོ་བཞུགས་པའི་མཆོད་རྟེན་དཔངས་སུ་སྡོམ་མདོ་བ་གཉིས་སྣང་ངོ། ཨོ་ནི་ཙི་ཏྲའི་ཡུལ། དེ་ནས་ཤར་ལྷོའི་མཚམས་རྒྱང་གྲགས་བཞི་བརྒྱ་ཕྱིན་པ་ན། ཨོ་ནི་ཙི་ཏྲའི་ཡུལ་དེ་ཡི་མཐའ་གྲུ་ལེ་བར་སུམ་མདོ་ལྷག། གཞུང་མཁར་ཁོར་ཡུག་ཏུ་རྒྱང་གྲགས་བཅུ་དང་བདུན་བརྒྱ་ཡོད་པ། སྒང་འབར་བུར་མ་བཏིང་ཞིང་ནམ་འུག་ཚ་གྲང་སྙོམས་པ། ནི་གྲོ་དུས་མ་འདས་པ། ནགས་ཚལ་དང་ཆུ་མི་མང་བ། མི་ཡི་རང་བཞིན་ཞི་ཞིང་གྱོང་ལ་དྲང་བ། སྟོན་པ་སློབ་པ་ལ་དགའ་བ། གཙུག་ལག་ཁང་བཅུ་ལྷག་པ། དགེ་འདུན་སྟོང་ལྷག་གནས་ཤིང་གནས་བརྟན་སྡེ་པ་ཤ་སྟག་དང། སྤྱི་པའི་ལྷ་ཁང་དགུ་ཙམ་ལ་ཕྱི་པ་སུམ་བརྒྱ་ལྷག་ལུགས་མི་གཅིག་པ་གནས་ཀྱང། གཙོ་ཆེར་འཇུག་པ་མང་ཙམ་མོ། གྲོང་ཁྱེར་གྱི་ཕྱི་རོལ་དུ་ཀླུ་གནས་པའི་ཚུལ་ཡོད་པ། སྔོན་བཅོམ་ལྡན་འདས་ཞལ་བཞུགས་དུས་འདིར་ཀླུ་རྣམས་ལ་ཞག་བདུན་ཆོས་གསུངས་པའི་གནས་ཡིན་ཟེར་ཞིང། འདི་བཟང་ཞིག། ཤུལ་རྗེས་འགའ་ཞིག་ཀྱང་ཡོད་དོ། གསེར་རིའི་ཤ་སྣའི་ཡུལ། དེ་ནས་ལྷོ་ཕྱོགས་སུ་རྒྱང་གྲགས་ཉིས་བརྒྱ་དང། དྲུག་ཅུ་བདུན་བཅུའི་སར། གངས་དཀར་སྒར་ནས་ལྷོ་ནུབ་མཚམས་སུ། གསེར་རིའི་ཤ་སྣ་ནས་ཡུལ་ལོ། དེ་ཡི་མཐའ་གྲུར་རྒྱང་གྲགས་ཉིས་སྟོང་ཙམ། ལྟེ་བའི་ཁར་མཐའ་སྐོར། རྒྱང་གྲགས་བཅུ་ལྷག། ནམ་དུས་ས་གཤིས་སོགས་ཕལ་ཆེར་ཨོ་ནི་ཙི་སྒྲ་དང་ཆ་མཚུངས་སོ། མིས་རང་བཞིན་ཅུང་རྒོད་ཅིང་གཏུམ་པ། སློབ་པ་ལ་དགའ། ཆོས་རོལ་པ་ལ་མོས་སོ། ནང་པ་ལ་དད་པ་ཆུང་ངོ། གཙུག་ལག་ཁང་གཉིས་སུ་དགེ་འདུན་ཉིས་སྟོང་ཙམ། ཐེག་པ་ཆེན་པོའོ། བྱིས་པའི་ལྷ་ཁང་ལྔ་ལ་བྱིས་པ་སྣ་ཚོགས་པ་གནས་སོ། གྲོང་ཁྱེར་རྙིང་པའི་ནང་དུ། གཙུག་ལག་ཁང་རྙིང་པའི་ནང་དུ། མཆོད་རྟེན་གྱི་རྨང་ཙམ་ཡོད་པ། ཁྲུ་བརྒྱ་ལྷག་ཡོད་པར་སྟོན་པས་ཆོས་གསུངས་པའི་གནས་སོ། ཀ་བི་ཏྲའི་ཡུལ། དེ་ནས་ཤར་ལྷོར་རྒྱང་གྲགས་ཉིས་བརྒྱ་ཙམ་སོང་བ་ན། ཀ་བི་ཏྲའི། སངས་དགའ་ཤའི་ཡུལ་ལོ། དེ་ཡི་མཐའ་འབྲུར་རྒྱང་གྲགས་ཉིས་སྟོང་ཙམ། ལྟེ་བའི་གྷི་གྷར་རྒྱ་ཁུན་རྒྱང་གྲགས་ཉི་ཤུ་ཙམ། སྐྱེ་ཆུང་དང་མི་ཡི་རང་བཞིན་ཤྲཱི་ཤ་ནའི་ཡུལ་དང་མཚུངས་སོ། གཙུག་ལག་ཁང་བཞི་ལ་དགེ་འདུན་ཆིག་སྟོང་ལྷག་གནས་པ། ཀུན་གནས་ཏེ་འདས་པའོ། བྱིས་པའི་ལྷ་ཁང་བཅུ་ལ་བྱི་རོལ་པ་སྣ་ཚོགས་བསྒྲིལ་ཏེ་གནས་པ་སོགས་སྔ་མ་བཞིན་ནོ། གཙུག་ལག་ཁང་ཆེན་པོ་དེའི་ནང་དུ་རིན་པོ་ཆེའི་ཐེམ་སྐས་གསུམ་དང་དེ་ཡི་ལོ་རྒྱུས། གྲོང་ཁྱེར་གྱི་ཕྱིར་ལེ་བར་ཉི་ཤུ་ཙམ་ན་གཙུག་ལག་ཁང་ཆེན་པོ་གཅིག་ན་སངས་རྒྱས་བྱང་སེམས་ཉན་ཐོས་རྣམས་ཀྱི་གཟུགས་བརྙན་བཟོ་ཁེལ་དུ་འཕགས་པ་དུ་མ་སྣང་ངོ། དེར་དགེ་འདུན། གནས་བརྟན་སྡེ་བ་བརྒྱ་ཕྲག་དུ་མ་གནས་ཤིང། ཁྱིམ་པ་ཚངས་པར་སྤྱོད་པ་ཁྲི་ཕྲག་ལྷག་པའི་གྲོང་རྡལ་ཞིག་ཀྱང་དེའི་མཐའ་ལུགས་ཤིག་ན་གནས་སོ། གཙུག་ལག་ཁང་ཆེན་པོ་དེའི་ར་བའི་ནང་དུ། རིན་པོ་ཆེ་ཐེམ་སྐས་གསུམ། དབུས་མ་གསེར། གཡས་མ་ཆུ་ཤེལ། གཡོན་ན་དངུལ་ལས་གྲུབ་པ། མདུན་ནི་རྒྱབ་ཏུ་བསྒྲིགས་པ། གཡོན་ངོས་འབབ་ལྡན་ཅན། ངོས་བཅོམ་ལྡན་འདས་ཀྱིས་འཇལ་བྱེད་ཚར་ནས་ཡུམ་ལ་ཆོས་བསྟན་པའི་ཕྱིར། སུམ་རྩེན་ལྷ་གནས་སུ་གཤེགས་ཏེ། མི་ཡི་ཟླ་བ་གསུམ་བཞུགས་ཏེ་ཕྱིར་གཤེགས་པ་ན། བརྒྱ་བྱིན་གྱིས་རིན་པོ་ཆེའི་ཐེམ་སྐས་གསུམ་བཀྲུས་ཏེ། དབུས་མ་ནས་སྟོན་པ། བརྒྱ་བྱིན་གྱིས་གདུགས་དཀར་པོ་ཐོགས་ཏེ་གཡས་མ་ནས། ཚངས་ཆེན་རྔ་ཡབ་དཀར་པོ་ཐོགས་ནས་གཡོན་མ་ནས་ལྷ་ཡི་བུ་མང་པོས་མེ་ཏོག་གི་ཆར་འབབ་བཞིན། སྟོན་པའི་ཞམ་རིང་བྱས་པས་གནས་དེ་ཉིད་དུ་བབས་སོ། གཏམ་རྒྱུད་ཀྱི་རྒྱུ་མཚན་ལ་བསམ་སྟེ་ཐེམ་སྐས་བཞེངས་པ་སྔར་ཁྲུ་བདུན་ཅུ་ལྷག་ཡོད་ཟེར། ད་ལྟར་བརྗེད་ཙམ་ལས་མི་སྣང་ངོ། དེར་ལྷ་ཁང་ཆེན་པོ་ཞིག་ན་ཐུབ་པ་གྲོང་ཁྱེར་མའི་འདུག་སྒོ་དང་གཡོ་གཡོ་འདུག་ཚངས་པ་བརྒྱ་བྱིན་གཉིས་ཀྱི་སྣང་བརྙན། ཟུར་ཞིག་ན་རྡོ་ཡི་ཀ་བ་དཔངས་སུ་ཁྲུ་བདུན་ཅུ་ལྷག་རྩེ་མོ་ན་སེང་གེ་ཙོག་པུར་འདུག་པའི་གཟུགས་རྡོ་ལས་བརྐོས་པ་སོ་ཁད་དུ་བབས་པ་ཀ་བ་གྲུ་བཞིར་ཡོད་པའི་ལོགས་ཤིག་ནས་བལྟས་ཚེ་དགེ་སྡིག་གི་རི་མོ་བཀྲ་བར་སྣང་བ། རྒྱལ་པོ་མྱ་ངན་མེད་ཀྱིས་བྱས་པ། དེ་ཡི་ལོགས་སུ་མི་རིང་བར། འདས་པའི་སངས་རྒྱས་རྣམ་བཞི་ཡི། ཤུལ་རྗེས་འགའ་ཞིག་དང། སྟོན་པའི་ཁྲུས་བཞེས་པ་དང། ཏིང་ངེ་འཛིན་གྱི་ཁང་ཤུལ་དུ་བཞེངས་པའི་མཆོད་རྟེན་དང། དེ་ཡི་ལོགས་ན་ཕ་བོང་ཆེན་པོའི་ངོས་ཡངས་པ། གོམ་པ་ལྔ་བཅུ་ཙམ་ཡོད་པར་སྟོན་པའི་ཞབས་རྗེས་དཔའ་རི་ཅན་དང། གཡས་གཡོན་གཉིས་ན་རྡོ་ཡི་མཆོད་རྟེན་ཡོད་པ། ཚངས་པ་དང་བརྒྱ་བྱིན་གྱི་བཞེངས་སོ། དགེ་སློང་མ་ཨུཏྤ་ལའི་གདུགས་ཀྱིས་སྟོན་པ་སྦྱལ་བས་ནི། སྔོན་དགེ་སློང་མ་ཨུཏྤ་ལའི་གདུགས་ཀྱིས་རྒྱལ་པོ་འཁོར་བསྒྱུར་དུ་སྤྲུལ་ནས་སྟོན་པ་སྦྱལ་བའི་གནས་སོ། དུས་དུས་འཕགས་པ་རབ་འབྱོར་རྡོ་ཁང་ན་བཞུགས་ཤིང། འདི་སྙམ་དུ། ད་ལྟ་བཅོམ་ལྡན་འདས་ལྷ་ལས་མི་ཡུལ་དུ་བབས། ལྷ་རྣམས་ཀྱང་སྟོན་པ་བོར་ནས་ལྷ་གནས་སུ་ལོག། སྟོན་པ་ཡང་མི་རིང་བར་མྱ་ངན་ལས་འདའ་བར་འདུག། བདག་གིས་བསྟན་ས་དང་ཐེ་ཚོམ་དྲི་ས་མེད་པར་གྱུར། བདག་ནི་བཅོམ་ལྡན་འདས་ཀྱི་གསུང་རབ་ཁོ་ན་ལ་བརྟེན་པ་ལས་འོས་མ་མཆིས་པས། བཅོམ་ལྡན་འདས་ཀྱིས་རྣམ་པ་ཐམས་ཅད་དུ། ཆོས་ཐམས་ཅད་གཟུགས་ལྔའི་རྨི་ལམ་ལྟ་བུར་གསུངས་སོ་ཞེས་བརྟག་ཅིང། བཅོམ་ལྡན་འདས་ཀྱིས་འཁོར་རྣམས་ལ་བཀའ་སྩལ་པ། རབ་འབྱོར་ནི། ཐོག་མར་བདེན་པ་མཐོང་སྟེ། ཆོས་ཐམས་ཅད་སྟོང་པ་ཉིད་དུ་མཐོང་སྟེ། ཆོས་ཉིད་དུ་རྣམ་པར་བལྟའོ་གསུངས་སོ་ཞེས་རྟོགས་པའི་གནས་སོ། དེར་མཆོད་རྟེན་ཆེན་པོ་ཞིག་ཡོད་པས་ཤར་ལྷོར་མཚོ་ཞིག་ཡོད་པར་གླུ་གར་ཆོག་པ་ཞིག་རྙེད་དེ་སྟོན་པའི་ཞབས་རྗེས་རྣམས་དངོས་མཚན་མེད་པའི་སྒོ་ནས་སྲུང་བར་བྱེད་དོ། ཐང་སན་བླ་མེད་ཀྱིས་ས་བྱི་བཞི་པ་རྫོགས་སོ། རྣམ་པ་ཚོས་གསན་གཟིགས་གནང་བར་བཀའ་དྲིན་ཆེ་ཞུ།